ཨ་ནི་གསར་ཁང་ཡིན་ན་གསར་ཤོག་དེ་གི་མིང་ལ་བདུན་རིའི་གསར་ཤོག་ཡིན་ན་ཅིག་ལ་ནི་ཨ་ནི་དེ་གི་འོག་ལ་གནས་ཚུལ་སྟོན་ཡ་དེ་ད་ལྟ་ང་རང་ཚོ་བོད་མི་མང་གི་དཔའ་བོ་གསར་ལམ་ཨ་ནུ་དང་རྒྱ་གར་གི Intelligence གི་བརྒྱུད་བ་རེ་དང་དེ་འདྲས་གི་སྐད་ཆ་རྫུན་མ་དེ་འདྲས་བཤད་ནས་བལྟས་ཤ་ཤོད་ཡིན་པ་ད་གི་ངེད་གི་མིང་དེ་དྲན་པ་ཅན་ནས་ཕ་ཅོ་ལ་ཅིག་ལྟ་ག་ཆེན་དེ་ཤི་བ་ར Live དེ་ཁོ་ར་ཁོ་ར་ཙོ་དྲེ་ཤ་ཙོ་དྲོ་ཤ་སི་ར་ཨ་ནི་གོང་ད་ཤོད་ཡིན།

ལུགས་མར་བ། བྱས་ཙང་དར་ནག་གི་དར་ནག་གསར་སྐྱོད་ཀྱི་གསར་ཤོག་གི་མིང་དེ་ཁར་ས། བདུན་རེའི་གསར་ཤོག་དེ་དེ་ལ་ནི་གནས་ཚུལ་རྫུན་མ་ཅིག་བཀྲམས་ཏེ་བཞག་ཤོད་ཡིན་པ། འོན་ཏེ་གནས་ཚུལ་རྫུན་མ་རྫུན་རྐྱང་རེད་ཤོད་ཡིན་རང། ད། དར་ནག་ཚང་དེ་ཚོ་ཁོ་ཚོ་ཁོ་ཚོ་ཅིག་མི་ལས་ཀ་མེད་ཁྱོ་ཏོ་ཉེ་གོ་ཁར་ལ་གོ་རེ་ཅིག།

དུས་རིང་གསར་ཤོག་རེད་གསར་འགོད་རེད་དེ་འདྲའི་གསར་ཤོག་རེད་དེ་འདྲའི་སྒྲོག་གཞི་ནི་ཐོག་ནས་གནས་ཚུལ་རྫུན་མ་དེ་འདྲ་བཀྲམས་ཏེ་བཞག་ཤོད་ཡིན་པ། ད་ལྟ་གུ་གེ་ནང་ལོག་ཚེ་ད། དུས་རིང་གསར་ཤོག་ལའེ་དེ་འདྲའི་ཏུ་བས་དེ་འདྲའི་གི་གསར་ཁང་ཚོགས་པ་དེ་འདྲའི་ཡོད་ག་རེ་ཡོད་མ་རེད་དེ་ཡི་གི་མིང་ལ་ད་ནང་སྐྱག་དྲི་སྐྱ་བྷེས་ཀྱི་གསར་ཤོག་ལ་ནི་མིང་ད་ག་དང་རེད། ཁོ་ཚོས་ཀྱི་མིང་གཞན་པ་དྲན་བྱ་ཞིག་ཏུ་ལྟ་ཡ། ད་ལྟ་ད་ངེ་ལུང་གི་སྤྱི་འཐུས་གྲོས་ཚོགས་འཚོགས་པའི་སྐབས་སུ་ཨ་ནི་རྒྱ་གར་གསང་བ་ལས་ཁུངས་ཀྱི་ཐོག་ནས་གནས་ཚུལ་ཅིག་བྲོ་ནི་དེ་འདི་ཡང་བདེན་པ་རེད་དེ་གནས་ཚུལ་དེ་ག་རེ་རེད། ད་ལྟ་ཨ་མི་རི་ཁ་གི་ཤར་པ་ཁྱི་མོ། ཆུ་སྐྱེས་ལ་ངེས་ཤེས་དོགས། ཨ་འདི་གིས་བོད་གཞུང་གཏོར་བཤིག་བཏང་རིགས་དང་བོད་གཞུང་གི་མདུན་ལ་ཡོང་ནས་རྙོག་དྲ་བཤད་རྒྱོ། དེ་འབྲེལ་གྱི་ཐོག་ནས་ཨ་ནི་རྒྱ་མི་རྒྱ་གར་སྲས་དབང་ལི་ཀོང་གིས་དྲི་བ་བཏང་འདུག་པུ་ལིས་ཀྱིས་འཇུས་བ་བཏང། དེ་ཚོ་ཚང་མ་གནས་ཚུལ་དེ་བདེན་པ་རེད་རོ། ཡིན་ནས་ཡིན་ནས་ད་འདས་ཀྱི་ད་ལྟ། དོན་རིག་གསར་ཤོག་རེ་གཅིག་ལ་ནི་སི་རམ་ཨ་ནུ་དང།

སྤེན་པ་ཚེ་རིང་གིས། ལས་ཀ་བྱེད་སྟངས་དང་ཁྱོད་ཀྱི་སྤྱོད་པ་ལ་ལྟར་བ་ང་ད་ལྟ་ང་རང་གིས་བོད་ཡིག་རྒན་ལ་ཞིག་དྲན་སོང་བོད་ཁྱིམ་སློབ་གྲྭ་ལ་བོད་ཡིག་རྒན་ལ་ཅིག་ཡོད་རེད་དེ་རྒྱའི་ཆོས་སངས་ལ་རེད་རྒྱའི་ཆོས་སངས་ལ་རེད་རྒྱའི་ལ་ཞན་པ་ཅིག་ཡིན་ན་རྒྱའི་དབང་ཆེན་ལ་རེད་རྒྱའི་དབང་ཆེན་ལ་ཡིན་པ་ཡིན་ན། དེང་སང་བཞུགས་ཀྱི་ཡོད་ནམ་མེད་ན་ཧ་གོ་མ་སོང་ག་བ་ལ་ཡོད་ན།

ག་འདྲ་མ་འདྲ་བོད་ཡིག་དགེ་རྒན་གཅིག་གིས་བོད་ཡིག་གི history ནང་ལོ་རྒྱལ་རབས་ནང་ལོ་ལ་ཅིག་རྒྱལ་པོ་གླང་དར་སྐོར་ལ་ཅིག་འགྲེལ་བཤད་ཅིག་བསྐྱོན་གྱི་རེད་རོ། ཨ་ནི་དེའི་སྐབས་སུ་ད་གླང་དར་མ་དེ་ཡག་པོ་ཡོད་བ་དང་སྡུག་ཅག་ཡོད་བ་དང་དེ་གི་ང་ད་དྲི་བྲེལ་ཐོག་ལ་ཞེ་ར་ཤེས་ཀྱི་མེད་ག་ད་དེ་ཡིག་འདི་ཀྱི་སྤྱི་དང་ནི་བསྟན་པ་སྣུབ་ཉེས་ཀྱི་རེད་ལ་ནི་སྐད་ཆ་ཅིག་བཤད་བདེ་བ་རེད་ཡིན་པ་ཡིན་ན་ཡང་དེ་སྐྱབས་ལ་ཡང་གནས་ཚུལ་ཞེས་པ་དེ་འདྲས་གྲུག་གི་འདུག་རོ། ཨེ་མ་སྣུམ་སྙིགས་ཀྱི་མིང་དེ་ག་འདྲས་ཐོབ་པ་རེད་དེའི་རྒྱབ་ལ་ཡང་ཅིག་ས་ང་ཟེར་མི་དེ་ཞིག་བྱུང་ཡིན་ས་རེད་བྱས་ཙང། གླང་དར་གྱི་སྟབས history དེ་ལ་དེའི་སྐོར་ལ་ཞེ་ར་ཞིག་བཤད་མེད་ཡིན་ནའི་ཁོ་རང་གིས character བརྗོད་ར་སྤྱོད་པ་དེ་སྤྱོད་པ་དེ་དེ་འདྲས་རེད་དོ་ཨ་ཁོ་ལ་ཁོ་རང་ལྟ་རྒྱལ་པོ་དེའི་རྒྱལ་པོ་ཡིན་དུས་ཙམ་པ་ལ་ལྟ་ཁོའི་ནོར་ཁོ་མི་གཅིག་ཡིན་དུས་ནོར་འཁྲུལ་བཟོས་གི་རོགས་ཨ་ཡ། ཨ་ནོར་འདྲུད་ཟེར་ནས་ཨ་ནི་ཁོ་བོ་ནོར་འདྲུད་ཁས་ལེན་སྤུ་ཙམ་མ་བྱེད་ངེས་ཅི་རེད་བ་དེའི་དེ་རེད་བ། སྤེན་པ་ཚེ་རིང་ནང་བཞིན་ཅི་རེད་བ། ནོར་འདྲུད་མང་པོ་ཟོས་ཨ་ནི། ཁས་ལེན་བྱེད་མ་ཐོ་ངེས་དགོངས་དག་ལ་མ་ཐོ་ངེས་ཨ། ད་འདོད་སྟོང་པ་ནག་རོ་ནག་རོ་འགྲོ་ནི་གྲོ་གོ་ཤེས་རྒྱོ་འགྲོ་སྟོང་པ་ཅིག་ཁྱེད་ནི་ཕར་ཚུར་འཁྱམས་ནི་དེ་གི་ཏོ་བ།

ཇར་མ་ནི་དང་ཨོ་སི་ཀྲི་ཡ་ནང་ལོགས་ལ་དངོས་གནས་ཀྱི་རྙོག་དྲ་མང་པོ་བཟོས་ནས་ཨ་ནི་ཇིའུས་མི་དེ་ཚོ་ལ་དམིགས་བསལ་གྱི་ཅིག་བསྙབ་བཅོས་བྱས་ཡ་དང་བསད་རེ་གཏུབ་རེ་བྱས་ཡ་དང་དེ་འདྲ་མང་པོ་ཅིག་བྱས་ར་ད་ངེད་ཀྱི་ད་ལྟའི་བོད་པའི་སྤྱི་ཚོགས་ནང་ལོགས་ལ་བ་ར་ཁང་མེ་སྒྱོགས་དེ་ནང་ལོགས་ལ་བལྟ་བ་ཡིན་ན་ཧིད་ལག་གི་བསྙབ་བཅོས་བྱེད་ས་ཀྱི་ཇིའུས་ཅིག་འདུག་བ་འདི་ཡི་སྤེན་པ་ཚེ་རིང་གི་བསྙབ་བཅོས་བྱེད་ས་ཀྱི་བདེན་པ་རྒྱ་ལོགས་ཀྱི་དཔའ་བོ་དང་དཔའ་མོ་རྣམ་པ་རེད་ཤག་ད་ད་ད།

ཨ་ཁུ་ཀྱིས་སྙིང་རྗེ་མི་ཁ་ཤས་ལ་གོ་སྐབས་དེ་འདྲའི་ཆེན་པོ་ཅིག་རག་བ་ཡིན་ནའི་གོ་སྐབས་བེད་སྤྱོད་ལོག་པ་བཏང་ངེས་ཀྱི་དུ་བ་འདི་གར་བྱས་ནས་རེད་སོ་སོ་སོ་ལ་སོ་སོ་སོ་སོ་ལ Respect མེད་བ་སོ་སོ་སོ་ལ་གུས་ཞབས་བྱེད་མ་ཐུབ་བ་ཅིག་མི་གཅིག་ཡིན་ན་དང་པོ་སོ་སོ་སོ་སོ་ལ་གུས་ཞབས་བྱེད་དགོས་བོར་དང་གུས་ཞབས་བྱེད་དགོས་ལབ་དུས་ང་གལ་ཆེན་པོ་ཡིན་ང་ལྕགས་ཆེན་པོར་དེ་འདྲའི་ལབ་ལ་ཁོ་མར་དང་སོ་སོ་མི་གཅིག་ཡིན་ཟེར་བ་སོ་སོ་སོས་ཀྱི་སྤྱོད་པ་དེ་ཡག་པོ་མ་བྱས་ན་ངོ་ཚ་ད་སོ་སོའི་ཕ་མེས་ཀྱི་ཨ་མེས་ཀྱི་གཟུགས་པོ་ན་ན་གྲོ་གོ་གཟུགས་རྒྱབ་རྒྱབ་ད་བ་གུ་གྲོ་གོ་ན་ལ་བཞག་ཡོད་རེད་དེའི་བ་ལ་སྐྱེ་དུས་ཙམ་པ་ལ་གཟུགས་ག་ཚོད་རྒྱག་གོ་དེའི་རྗེས་ལ་གསོས་སྐྱོང་བྱེད་ཡ་ལོ་ལོ་ག་ཚོད་མང་པོ་འགྲོ་གོ་ར་དེ་ཚོས་ཀྱི་དཀའ་ལས་རྒྱ་སྐྱོ་ཚང་མ་དེ་འཕྲོ་བརླག་བཏང་གི་མེད་བསམ་ནས་མི་ཡག་པོ་ཅིག་བྱེད་གོ་གོ་ར་བྱས་ཙང་དེ་དེ་འདུག་བྱས་ནས་བསམ་བློ་བཏང་པ་ཡིན་ན་ཨ་མ་ལ་རྗེས་སུ་ཡི་རང་གིས་བྱེད་ཐུབ་ཀྱི་ཡོད་ན་སོ་བསྐྱལ་བ་དེ་དང་བདག་པོ་བསྐྱལ་བ་དེ་ལ་ཨ་ནེ་ཡིན་སུ་སུ་སོས་ཀྱིས་སྤྱོད་པ་དེ་ཡག་པོ་བྱེད་དགོས་ར། གཞན་ལ་དག་དོ་སྣང་མེད་བ་དེ་འདྲ་ཡིན་པ་ཡིན་ན་སོ་སོའི་ཕ་མ་ལ་ངོ་ཚ་ཨ། ཕ་མེས་ཀྱིས་ང་ལ་ལུས་དང་སྲོག་དེ་སྦྱིན་པ་གཏང་རྒྱུ་དེ་ཕངས་པོ་ག་ལ་ཁྲོ་ལ་གཏང་གི་མེད་བསམ་ནས་མི་ཆེ་ཡག་པོ་ཅིག་ཆེའི་བསམ་བློ་གཏང་ཤེས་ངེས་ཅན་ཡིན་ན་མི་དེ་ལ་སེལ། Self Respect སོ་སོ་སོ་ལ་གུས་ཞབས་བྱེད་ཐུབ་ངེས་ཅིག་ཆགས་ཀྱི་རེད། སོ་སོ་སོ་སོ་ལ་གུས་ཞབས་བྱེད་ཐུབ་ངེས་ཀྱི་མི་ཅི་ཡིན་པ་ཡིན་ན་རོ། ཨ་ནི། མི་གཞན་པ་ལ་གུས་ཞབས་རང་བཞིན་གྱིས་སྤྲད་ཐུབ་གི་རེད་གར་བྱེད་ལ་ན། ངའི་ཕ་མེས་ཀྱིས་ང་ལ་སོགས་དང་འདི་སྤྲད་ནས་ང་ལ་དེ་འདྲའི་གསོས་ནི་ད་ལྟ་བ་དོ། ང་ཐུགས་ཤིང་མི་ལུས་རིན་པོ་ཆེ་ཅིག་རག་ཡོད་རེད་ད་ག་ནང་བཞིན། ཕ་ཕྱོགས་ལ་ཡོད་པའི་གི་མི་ཚང་མ་ལས་སོ་སོ་གྱི་ཕ་མ་རེ་རེ་གྱིས་དེ་འཛམ་བུ་གླིང་ནང་ལ་སྤུ་གུ་དེ་ཚོ་སྐད་བཅོས་ནས་ཨ་ནི་ཁོ་ཚོ་ལ་བརྩེ་བ་བྱེད་དགོས་རེད་གང་ཚོ་ཚང་མ་གཅིག་པ་རེད་བསམ་ནས།

གཅིག་བྱས་ན་ཅིག་ཁ་ཤས་ཅིག་མིག་དང་ཡོད་སྲིད་པ་ཅིག་རེད་མིག་དང་ན་ཡག་པོ་ཡོད་རེད་ཞུས་ཡིན་པ་ཁ་ཆེ་ན་ན་སྤེན་པ་ཚེ་རིང་ལྟ་བུ་ཅིག་ན་ཁོ་ཟླ་བ་དྲུག་གནས་བྱས་ནས་ཁོ་ཁོ་རང་གི་དེའི་ཚ་ནས་འགྲོ་ཡ་རེད་ད་རྐུབ་བཀྱག་དེ་མ་ཡོད་རང་ཡོད་ཆགས་ཀྱི་རེད་མགོ་ནས་ད་རྩ་བ་ཉིད་ནས་ལེགས་མ་རེད་ར་ལས་བསི་ཡ་ཁོ་ར་ཡོད་མ་རེད་མིག་དེ་འདྲའི་ལྟ་བུ་ཅིག་འཛམ་བུ་གླིང་ནང་ལོག་ལ་རྒྱལ་ཁབ་ཀྱི་དཔོ་མོ་ཅིག་ལས་ར་ན་དེ་མི་ཡོང་མ་སྲིད་ཡ་ཅིག་ད་ཨི་ལན་དེ་འདྲའི་ཡིན་ན་མ་ཤེས་ཨ།

ཐ་ན་ལའི་སྟེང་སུ་རྒྱ་བ་ལ་བདེ་སྐྱིད་ལ་སྐོར་ལྟ། ད་ཡིན་ནའི་ཁྱེད་རང་ཚོས་ཀྱིས་རྒྱ་བ་ལ་བདེ་སྐྱིད་ལའི་དེ་ཁ་བསྡུར་ལ་བ་ཡིན་ན་ནི་ངོ་ཚ་ཁྲེལ་མེད་ཀྱི་སྤྱོད་པ་དེ་སྟོན་དགོས་ར་ཆེ་ཙང་ཁྱེད་རང་ཚོས་ཀྱིས་དབུ་མའི་ལམ་ལ་ནི་ཐ་སྙད་ཅིག་བཏགས་ནས་འདུག་གི་ཞིག་འགྲོ་ནས་བསྡད་འོ་ར། ཁྱེད་རང་ཚོ་འགྲོ་བ་ཅིག་བོད་ལ་འགྲོ་བ་ཡིན་ན་བོད་ལ་སླེབས་པ་ཡིན་ན་ར་ངས་ག་རེ་བསམ་དགོས་རེད་དཀོན་མཆོག། ཁྱེད་ཚོ་བོད་ལ་ལེ་ལོའི་དེ་ཐུག་མར་བཏགས་ཆོག་རིན་པོ་ལྷ་ཡིས། བོད་ནང་ལོགས་ལ་ཡོད་པའི་གི་བོད་མི་མང་པོ་ཆེ་གི་ཁྱེད་རང་ཚོས་གི་བཙན་བྱོལ་ནང་ལོགས་ལ་རྙོག་དྲ་བཟོས་བ་དེ་ཚོ་ཚང་མ་ལོ་མཐོང་ཡོད་རེད་ད་དྲ་རྒྱ་གི་བཀའ་དྲིན་གི་ཁོ་ཚོས་གི་མཐོང་ཡོད་རེད་ཁོ་ཚོས་གི་རྒྱ་གར་ལ་སུ་སུ་ལ་དེ་ཚོ་ལན་དེ་ཚོ་སྤྲད་དགོས་དོ་དུག་ཕྱི་ནས་ཁོ་རང་ཚོས་གི་ལས་ཀ་ཅིག་བྱེད་ནི་དེ་བར

དེ་ནས་བཙན་བྱོལ་གཞུང་གི་བཙུགས་བཞག་ཡོད་སྟབས་འཛམ་བུ་གླིང་གི་རྒྱལ་ཁབ་གཞན་པ་དང་མ་འདྲ་བའི་གིས་བོད་མི་མང་གིས་བཙན་བྱོལ་གཞུང་ལ་ནི་རྡ་རམ་ས་ལ་ལ་གཅིག་བཙུགས་བཞག་ཡོད། དེ་གཞུང་དེ་བཙུགས་དགོས་ཡ་དེ་རྒྱ་མི་གཞུང་གི་གཞུང་ཚབ་བྱས་ནས་མ་རེད་རོ། བཙན་བྱོལ་གཞུང་ལ་ཡ་དེ་རྒྱལ་ཁབ་ཅིག་གི་མཚོན་རྟགས་ཅིག་ཆགས་དགོས་རོ། Parliament སྤྱི་འཐུས་གྲོས་ཚོགས་དེ་རྒྱལ་ཁབ་ཅིག་གི་ནང་ལོགས་ལ Politician ལས་ཀ་བྱེད་མྱོང་ཡོད་པའི་གི་མཚོན་རྟགས་ཅིག་ཆགས་དགོས་རེད་བ། དེའི་ནང་ལོགས་ལ་དམངས་གཙོའི་གི་ལམ་ལུགས་ཐོག་ནས་ལས་ཀ་ཅིག་བྱེད་གི་ཡོད་བ་དེ་ཆགས་དགོས་རེད་བ། བྱས་ཙང་བཙན་བྱོལ་བོད་གཞུང་དེ་རྒྱ་མི་གཞུང་གི་བར་ལ་ཡོད་པའི་གི Office དེ་འདྲའི་མ་རྟགས་ལས་ཁུངས་དེ་འདྲའི་མ་རེད་བ། བྱས་ཙང་དེ་ཡིན་དུས་ཙམ་པ་ལ་དེའི་ནང་ལོགས་ལས་ཀ་བྱེད་མྱེད་ཚང་མ་ལོ་བོད་རིགས། ཚད་དང་བརྟན་པ་དེ་འབྲེལ་གྱི་མགོ་སྐོར། བོད་རྒྱལ་ཁབ་དང་བོད་མི་རིགས་ལ་བསམ་ཤེས་ཡོད་ཉེས་ཀྱི་མི་སྣ་རྣམ་པ་མགོ་སྐོར་ད་ད་ལྟ་མཐོང་དང་མཐོང་བཞིན་པ་རེད་རྣམ་པ་ཚོས་བསྟན་པ་རྒྱ་བློ་གྱི་སྤྱི་འཐུས་རྣམ་པ་རེད་བ། ཆོས་བརྒྱུད་སྤྱི་འཐུས་རྣམ་པ་དེ་ཚོ་རེད་བ། ཨ་ནི། རྒྱ་མི་ལ་ཁོ་རང་ཚོ་རྒྱལ་ཁབ་ཅིག་ཡོད་རེད་རང་བཙན་གྱི་ཡོད་རེད། རྒྱ་མི་གཞུང་གི་ཐོག་ནས་ཁོ་རང་ཚོ Embassy ལ་གྱུར་བ་གཞུང་ཚབ་དེ་རྒྱ་གར་གྱི་ལྡི་ལི་ལ་ཡོད་རེད།

ད་ང་ཚོ་ཆོས་ཕྱོགས་ཐོག་ནས་བྱེད་བས་ན་བླ་མ་གཅིག་གོ་གོ་ར། ད་ཁོ་མི་སྐྱ་ཡོད་དུས་ཁོ་སྒང་ན་ཅེག་ཁོ་ཁོ་རང་གི་གུ་རུ་གཅིག་གོ་ར་ད་དོང་འདི་གུ་རུ་གཅིག་ད་འདི་སུ་ཡིན་ན་དེ་མཛོད་ཀྱི་ཕུག་རྒྱམ་ནི་མི་མི་ཉན་པ་གཅིག་ལ་དངོས་གནས་ཁོ་ར་འགྱུར་བ་གྲོས་མེད་སྐྱོ་བླུས་བླུས་ཀྱང་སོ་སོ་རང་ལ་གནོད་པ་སྐྱེ་དེ་ན་འགྲིག་གི་དོ་ཡོད་མ་རེད། འཛམ་བུ་གླིང་གི་ནང་ལོགས་ལ་ཡོད་པའི་གི་བོད་མི་ས་ཡ་དྲུག་ལ་གནོད་པ་བསྐྱལ་ཡས་ཀྱི་འབད་བརྩོན་བྱེད་ཀྱི་འདུག་ཨ་འདི་རྩ་བ་ཉིད་ནས་ཡག་པོ་མ་རེད་ལ་ཡིན་པ་བྱས་ཙང་སྤེན་པ་ཚེ་རིང་ལའི་འདི་སྐོར་ནས་རྩ་བ་ཉིད་ནས་སྲིད་སྐྱོང་གི་རྐུབ་བཀྱག་འདི་སྤྲད་ཡོད་མ་རྟགས་ངེད་ཀྱི་ལའི་འདི་ག་རེ་ལོ་བཞི་དང་ཕྱེད་ཀ་ནང་ལོགས་ལ་གཏོར་བཤིག་བཏང་ཡས་ཡོད་བྱས་ཚང་མ་གཏོར་བཤིག་བཏང་ཟེར་བ་ཏག་ཨ་ད་ལྟ་ལོ་ལྔ་གྱི་སྐོར་ནས་གོ་སྐབས་ཅིག་སྤྲད་ད་ཁྱོད་ཀྱི་དཀོན་མཆོག་གསུམ

ཡིན་པ་ཡིན་ནས་གལ་སྲིད་ཁོ་ཉིད་དོན་གཉིས་བསལ་ང་ཉིད་གསར་སྒྲུབ་པ་དང་འགྲོ་ཐུབ་ཆེ། དེ་ནས་ལག་ངན་གྱི་འབད་བརྩོན་ཡིན་པ་ཡིན་ན་ཁོ་རང་ལག་ངན་ལངས་མ་ཆོག་ལ་ཡ་ཡོད་མ་རོ། ཁ་ཆེ་ལ་ལ། དམངས་གཙོའི་གི་ལམ་ལུགས་ཐོག་ནས་འགྲོ་དུས་བསམ་པ་ལངས་མ་ཆོག་ལ་ཡ་མེད་ལ་ཡིན་ན་ཡང། ཁོ་འདྲ་བོ་ཅིག་ལངས་གི་ཡིན་ངས་འཇོན་གྱི་ཡོད་གཅིག་རེད་གཉིས་རེད་ནུས་པ་མཉམ་པོ་གོམ་པ་མདུན་སྤེལ་དེ་འདྲས་བླངས་ནས་གཏོར་ཤིང་རྐྱང་རྐྱང་བཏང་ངེས་ཀྱི་མི་གཅིག་ལ་ད་འདོད་སྒོ་ནས་རྒྱབ་སྐྱོར་བྱེད་ན། ཨ་ནི་རྒྱབ་སྐྱོར་བྱེད་ངེས་ཁྱེད་རང་ཚོས་ཀྱི་ནོར་འཁྲུལ་ཆེན་པོ་ཅིག་ཆགས་ཀྱི་ཡོད་རྟ་སི་ལ་ཡིན་པ་ར་ཁྱང་ཚོ་ཕ་ཚོ་ཏེ་སི་ཏེ་སི་ཏི་ཁ་ཨ་ར་དེ་ཚོ་མཉམ་དུ་ཐུང་ཡ་ར་ཁྱོ་དང་དེ་སི་ཉ་ཁ་ཉོ་ཁ་དེ་ནས་རྐུབ་བཀྱག་གི་ཆེད་དུ་ལས་ཀ་བྱེད་ཉེན་མང་པོ་འདུག་བོད་རིགས་སྤྱི་མཐུན་ཚོགས་པ་མང་པོ་ཅིག་ནང་ལ་དར་ནག་གི་འདྲེ་གིས་གྲིབ་དེ་གྱོད་བསྡད་འདུག་ཨ། རོ། ད་ད་ལྟ་ཨོ་སི་ཀྲེ་ཏའོ་བྱེད་ཀྱིན་པ་ཡིན་ནའི་དེ་ནང་ལོགས་ལ་དངོས་གནས་ཀྱིས་བོད་ཀྱི་སྤྱི་ལ་བསམ་བློ་བཏང་ནས་ལས་ཀ་བྱེད་མཁན་ག་འདྲས་ཡོད་ཨ། ཡོད་རེད་བས། དཔེ་དཀོན་པོ། ཁ་ཤས་ནི་བོད་ཐོག་ནས་བོད་ནས་དངོས་གནས་བྲོས་མྱོང་བ་ཡིན་མིན་ནས་ད་ལྟ་ཨ་ལས་ཀ་བྱེད་ཉེན་ལ། སྤེན་པ་ཚེ་རུ་རྐུབ་བཏགས་ནས་བསྡད་ཉེན་དེ་འདྲས་ཡོད་ཨ་མི་དཔེ་ཐབས་སྐྱོ་བོ་དེ་འདྲས་ཡོད་ད་ལས་ལ་ནི་བོད་ལ་རྒྱ་མི་འོག་ལ་མྱངས་སུ་ལ་ནི་སྐྱག་རྫུན་བཤད་དགོས་བོད་མི། སྟོང་ཕྲག་མང་པོས་ཀྱིས་བོད་རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ་སོ་སོས་ཀྱི་སྲོག་བློས་བཏང་བ། བཙོན་ཁང་ནང་ལ་མྱངས་བ། དེ་ཚོའི་ཀྱི་མི་ཚེ་ཀྱི་ལུག་ཁྱུ་དེ་ཚོའི་ཀྱི་གྲུམ་དེ་ཚོ་རྐུ་མ་རྒྱབ་ནི་བོད་མི་མང་པོ་ཅིག་གིས་ཨ་ནི་རྒྱ་གར་གྱི་ཕྱི་ལ་རྒྱལ་ཁབ་མང་པོ་ཅིག་ལ་ཨ་ནི་སྐྱག་རྫུན་བཤད། གྲུམ་དེ་ཚོ་རྐུ་མ་རྒྱབ་ནི་ཨ་ནི་ཁ་ནས་བཤད་ནི། ཨ་ནི་སྒྲུང་འདི་གཙོ་འགོག་ར་ད་སུ་སུ་ལ་དད་ས་ཅིག་ར་ཡ། སུ་སུ་ལ་རྒྱལ་ཁབ་དེ་ནང་ལོགས་ལ་སྐྱབས་བཅོལ་གྱི་གོ་སྐབས་ར་ཡ་བྱེད་དོ་སྒྲུང་དེ་ཚོ་གཙོ་འགོག་ར། ད་ཁྱེད་རང་ཚོ་མ་བཙོང་གི་ཡོད་པ་ཡིན་པ་ཡིན་ན་ཡང་ད། ལས་ཀ་བྱེད་དེ། བོད་ལ་མ་གནོད་ཀྱི་ལས་ཀ་ཅིག་བྱེད་ན་འགྲིག་གི་འདུག་ཨ། ཨ་ནི་དཀོན་མཆོག་ང་ཚེགས་བཅད་ལ་ཨེ་མེད་ད་ཇོ་རིན་པོ་ལ་ཡིན། ད་སྐྱག་བཅོལ་ལུང་པ་གང་བཤད་བོད་པ་ཡིན་བོད་ལ་མྱངས་སུ་ལ་ནི་བོད་མི། ཀུན་ལ་མི་ཤེས་ལྟ་ངན་དེ་ཚོ་གི་ཀྲུང་དེ་ཚོ་རྐུ་མ་རྒྱབ་ར་ཉང་སྐྱོ་གི། ཨ་ནི་ད་ལྟ་རྒྱལ་ཁབ་ཅིག་ལ Refugee Status རག་རྒྱོ་དེ་ཨ་ནི་དེ་ད་དེ་ཤུ་གུ་དེ་ཚོ་རག་ཚ་དུས་ཨ་ནི་ཁྱེད་ཚོ་གདོང་འདྲེ་གི་རྩ་དེ་དཔར་ནི་ཨ། ཨ་ནི་བོད་པ་གཞན་པ་དེ་ཚོ་ལ་སྙབ་ཅུ་ཤེས་གི་བེད་ཚོན་བྱེད་གི་འདུག་ད་བོད་རི་སྤྱི་དོན་ཚོགས་པ་མང་པོ་འབྱོར་ད་འཛམ་གླིང་རྒྱལ་ཡོངས་ལ་ད་རྒྱལ་ཁབ་ག་ཚོད་ལ་ཁྱབ་བདེ་ར་ལ་རྒྱལ་ཁབ་ཉི་ས་དྲུག་ཡི་ན་ཤི་ལ་གི་འདུག་ད་འདི་ནང་ལོགས་ནས་རྒྱལ་ཁབ་སྤྱི་མཐུན་ཚོགས་པ་མང་པོ་ཅིག་དང་རྒྱ་རི་སྤྱི་མཐུན་ཚོགས་པ་འགྲོ་ཅིག་ཕྱག་ནི་བདེ་བར་བལྟ། སྤེན་ཚེ་ནག་པོས་ཀྱི་གྲིབ་དེ་ཡོད་ས་བོ་ད་ད་ཀྱི་གྲིབ་དེ་ཚོ་ཁྱོན་ནས་ད་འདུག་བདེ་བར། སྙན་མ་དགྲ་བོ་ཅི་ཡིན་པ་ཡིན་ན Confucius Institute ལ་གི་དུ་བ་དེ་རྒྱ་མི་གི Institute རེད་དེ་ཡིས་ད་ད་འཛམ་བུ་གླིང་གི་མཐོ་རིམ་སློབ་གྲྭ་མང་པོ་ཅིག་ནང་ལོགས་ལ། དེ་འདྲའི་རྒྱ་མིག་གི་ཨིན་སི་ཅུ་དེ་བཙུགས་ཡོད་ཟེར། Confucius Institute། ལ་ནི་ཁོ་ཚོའི་གི་གར་ཆེན་གོ་རེད། མཐོ་རིམ་སློབ་གྲྭ་དེ་ཚོའི་ནང་ལོགས་ལ་རྒྱ་མིག་གི་ཁོ་རང་ཚོའི་གི་ལྟ་བ་ནག་པོ་རུས་དེ་ཀྱོག་ཀྱག་ཚང་ནང་གི་ཐོན་པའི་གི Ideology། བསམ་བློ་གཏང་སྟངས་དེ་ཚོ་གོང་སྤེལ་བྱས་ནས། ད་མཐའ་མ་དེ་ལ་འཛམ་བུ་གླིང་གང་ལྕགས Ideology ཐོག་ནས་བེད་དབང་ལ་འདུལ་བའི་བསམ་བློ་ཏན་ཏན་གཏང་དགོས། ད་སྟབས་ཡག་ནི་ག་ལི་ག་ལི་འཛམ་བུ་གླིང་རྒྱལ་ཡོངས་ལ་རྒྱལ་ཁབ་དེ་ཚོས་ཀྱི་ཧ་གོ་ནས་ད་སྙན་མ་ད་ལྟ China Virus བྱས་དེ་ནས་དེ་ག་ལ Boycott Movement Boycott Made in China Boycott China Movement དེ་ཚོ་མང་པོ་བྱས་དེའི་ནང་ལོགས་ལ་དཀའ་ལས་རྒྱག་ཉེན་ཤུགས་ཆེ་ཤོས་དེ Mister Trump རེད་ད་ཨ་རི་གི President Trump དེ་རེད་ར་དེ་འདྲའི་དེ་འདྲའི་བྱས་ནས་ཉམས་མེད་ཀྱི་སྤྱོད་པ་སྡུག་ཅག་ག་རེ་བྱེད་རྒྱུ་ཡོད་པ་དེ་ཧ་གོ་ནས་ཁོ་ཚོས་ག་རེ་བྱེད་རེད། Confucius Institute། ལའེ་དེ་ཚོ་ཚང་མ་ལོ་མཐོ་རིམ་སློབ་གྲྭ་ནས་མེད་པ་ཟེར། ཚང་མ་སྒོ་བརྒྱབ་ནས་ལོག་གོ་ཐུར་བལྟ་རྒྱ་ནག་ལ། ད་འཛམ་བུ་གླིང་ལ་ཡར་རྒྱས་དེ་འདྲའི་འགྲོ་གི་རེད། ད་འདི་གི་དུས་ཚོད་གཅིག་པ་འགྲོ་རྗེས་ལ་ག་རེ་བྱེད་དགོས་རེད། བོད་རིགས་སྤྱི་མཐུན་ཚོགས་པ་ཚོགས་པ་དེ་ཚོ་ནང་ལོག་ལ། ད་རྒྱ་མིག་གི་ལྟ་བ་དེ་ཚོ་འཛུལ་ཡོང་གོ་རེད། ད་འདི་རེད། སྒོ་གཅིག་ལ་བརྒྱབ་ན་སྒོ་གཞན་པ་ཅིག་འཚལ་ཞེས་དང། ཁོ་ཚོས་ཀྱི་མཐོ་རིམ་སློབ་གྲྭ་དེ་ཚོ་ལ་སྒོ་བརྒྱབ་བ་དེ་ཧ་གོ། ཏག་ཏུག་ཕྱིན་ནས་བོད་རིགས་སྤྱི་མཐུན་ཚོགས་པ་ནང་ལ་འཛུལ་ཡོང་དགོས་ར་ལྟ་བ་དེ་ལ་གི་ཡོད་དམ། རེད་བ། Ideological Imperialism Occupation། ངོ་བོ་འདི་ལ་ཡོད་ར། དབང་ཡོད་དུ་ཡ་དེ་བསམ་བློ་གྱི་ཀླད་པ་དེ་ལ་སྐྱོན་ཤོད་ཀྱི་ཆེད་དུ་དབང་ཡོད་དུ་ཡ་ཞེས་དང་བོ་འདིར་བལྟ། ད་ངེད་ཀྱི་བོ་འདི་མཐོང་སྐོར་དང་བེ་རི་སྤྱི་མཐུན་ཚོགས་པ་གྱི་མིང་ཙམ་མ་གཏོགས། བྱེད་སྟངས་དེ་ལ་བལྟ་བ་ཡིན་ན་རྒྱ་རི་སྤྱི་མཐུན་ཚོགས་པ་ལ་ནི་རྩུབ་སྐྱོ་དྲག་ཇེ་རེ་ཤ་སྲིད། རྒྱ་རི་སྤྱི་མཐུན་ཚོགས་པ་ཡིན་ན་ཁྱེད་རང་ཚོ་ར་བ་ཚོགས་པའི་གྱི་མིང་དེས་ང་ཚོའི་གྱི་སོ་སོའི་གྱི་རྒྱལ་ཁབ་ལ་སྐྱག་རྫུ་བཤད་ཆོག་མ་རེད། ཨ། རྒྱ་རི་སྤྱི་མཐུན་ཚོགས་པ་ཡིན་ན་རྒྱ་རི་སྤྱི་མཐུན་ཚོགས་པ་ལ་ནི་ཚོགས་པ་དེབ་སྐྱེལ་བྱེད་དུས་རྒྱ་མི་གི་ལ་ནི Chinese Community ལ་ནི་སུ་སུ་བཟོས་ཤ་མ་གཏོགས Tibetan Community ལ་ནི་བཟོས་ན་ད་སྐྱག་རྫུན་རོ་སྐྱག་རྫུན་མ་ལ་སྐྱག་རྫུན་སུ་སུ་དེ་ས་ཟ་ས་གཏོང་ས་གི་རྒྱལ་ཁབ་སྙིང་རྗེ་གི་ཐོག་ནས་བཞག་བཞག་སྐྱོག་དེ་ཚོའི་གི་རྒྱལ་ཁབ་ཅིག་ལ་ཕ་ཡ Tax དེ་ཡ་ཚབ་ལ་ད་འདུས་སྐྱག་རྫུན་བཤད་གི་ཡིན་པས་ཨ། ད་ཨོ་སི་ཀྲེ་ཏོའུ་ཅན་པའི་ནས་རེད་ད་རྒྱལ་ཁབ་ག་བ་ཡི་ནས་ལག་བོར་ད་ངས་བེ་རི་བཅུ་དུན་ཚོགས་པ་ཡོད་ས་ཁྱེད་རང་ཚོ་སོ་སོའི་གི་རྒྱལ་ཁབ་ཟ་ས་བཏུང་ས་ད་ག་རང་ལ་དེ་དགོས་རེད་རྒྱལ་ཁབ་དེ་གི་བཀའ་དྲིན་གི་སུ་སོ་སོ་ད་ད་ལས་ཀ་བྱེད་གི་བཀའ་དྲིན་ཡོད་རེད་སྐྱག་རྫུན་བཤད་ནས་ཡོང་པ་ཡིན་ནས་མཐའ་མ་དེ་ལ་མི་ཧྲ་ཐག་ཐག་ཅིག་བཟོས་ཤག་གོ་ར་ད་རྒྱལ་ཁབ་ད་ག་རང་ལ་དེ་དུས་ཙམ་པ་ལ་ཨ་ནི་དེ་ལ tax དེ་ཡ་དེ་ལས་འགེལ་ཆག་གོ་ར་ད། ལས་ཀ་ནག་པོ་རྐྱང་རྐྱང་བྱས་ཏེ་ཨ་ཏེག་སྐྱ་སྒོམ་མེ་བ་ཐོག་ནས་ཨ་མི་ཏེག་སྤེ་ཨ་གཞན་པ་གི་དེ་ཚོ་ནི་ས་ནས་བསྡད་གི་འདུག་བ་དེ་ཡག་པོ་མ་རེད་ད་ལས་རྒྱུ་འབྲས་ཀྱི་རྩ་བ་ཉིད་ནས་འགྲིག་མ་རེད་ཧ་གོ་སོ་དེ་ཚོ་ལ་ཏེག་སྐྱ་དགོས་གོ་རེད་ད་བཙན་བྱོལ་བོད་གཞུང་ལ་ད་ལྟ་ཨ་བཅའ་ཁྲལ་ལག་དེབ་ལ་ཡ་བྱེད་འདུག་བ་དེ་བཙན་བྱོལ་བོད་གཞུང་ནས་གི་ཐོག་ནས་ཨ་ནི་ཡིན་གཅིག་བཟའ་ཡ་བཏུང་ཡ་དང་ཁང་པ་ར་བ་དང་གཅིག་གཅིག་བྱེད་ལས་ཀ་བྱེད་རྒྱུ་ཡོད་ན་སྤྲད་གོ་རེད་ད་ཏེག

དང་པོ་གཉིས་ལ་ང་ལ་ག་རེ་དགོས་དོ། བཙན་བྱོལ་བོད་གཞུང་གི་ལྟ་བ་ལམ་ཕྱོགས་དེ་འགྱུར་བ་གཏང་དགོས་འདུག་ཁ་ཅན་འདི་རྒྱ་རིགས་ཀྱི་རྒྱ་མེད་ཀྱི་གཞུང་དེ་འདྲས་མ་རེད་རེད་བ་འདི་བཙན་བྱོལ་བོད་གཞུང་རེད་དེ་ཡིན་དུས་བརྩམས་པ་ལ་བོད་ལ་བསམ་བློ་གཏང་དགོས་དགོས་རྒྱ་མི་གཞུང་ལ་རྒྱ་མི་གཞུང་གི་རྐུབ་དེ་ལྟ་དགོས་ཡོད་མ་རེད་རེད་བ་བོད་ལ་བསམ་བློ་གཏང་དགོས་ཡོད་དུས་བརྩམས་པ་ལ་ཨ་ནི་བུ་རང་བཙན་སླར་གསོ་བྱེད་ཀྱི་ལས་ཀ་བྱེད་དགོས་རེད་མ་གཞི་གཞན་པ་ཁྱེད་རང་ཚོ་ལས་ཀ་མི་འདུག་ལ་ཁྱོད་དང་ངེད་ཀྱི་ཕྱོགས་རིན་པོ་ལ་ཡིན་ལས་ཀ་མེད་བ་འདི་གར་ཕྱིན་བརྩི་དགོས་རེད་རྒྱལ་ཁབ་སླར་གསོ་བྱེད་དེ་ལས་ཀ་ནང་ལོག་ནི་གལ་ཆེན་ཅིག་རེད་དེ་མ་ཡིན་པའི་གི་སློབ་གྲྭ་ལ་འགྲོ་ཡ་དང་འཕྲོད་བསྟེན་དང་གཅིག་རེད་གཉིས་རེད་ལ་ཡ་དེ་ཚོ་ལ་ཡིན་གཅིག་མིན་གཅིག་གཞུང་གཅིག་དགོས་ཡ་དེ་འདྲ་ཡོད་རེད་དེ་ཚོ་ཚང་མ་ལ private གི་བཙུགས་ཐུག་གི་རེད་ར། ཁར་ས club དེ་འདྲ་ལ་འདྲ་མ་འདྲ་བཙུགས་ཐུག་གོ་དེ། དེ་ཚོ་བྱས་ཡོད་ན་ད་ནི་གར་བྱས་ནས་བཙན་བྱོལ་ལ་ཡོང། རྒྱལ་ཁབ་སླར་གསོ་བྱེད་ཆེད་དུ་བཙན་བྱོལ་བོད་གཞུང་ཅིག་བཙུགས་ཡོད་ར་དེའི་ནང་ལོགས་ལ་ལས་ཀ་བྱེད་ཉེས་དེ་ཚོའི་བའི་རྒྱ་མི་ལྟ་བ་ཡོད་སྐྱོག་ནག་པོའི་གི་གྲིབ་གྱོད་སྐྱོག་སྟོང་འདྲེ་དེ་འདྲེ་སྤེན་པ་ཚེ་རིང་ལྟ་བུ་དེ་འདྲེ་གོ་ཡ་གོ་རེ་ཡོད་མ་རེད་ཇོ་རིན་པོ་ལ་ཡིན་སྤེན་པ་ཚེ་རིང་གྱི་རྐུབ་དང་ཉེས་ཀྱི་སྤྱི་འཐུས་ནག་པོ་དེ་འཛེ་ལྟ་བ་དེ་ཚོའི་བའི་གོ་ཡ་ཡོད་མ་རེད་ད། བོད་པའི་ཀྱི་བཙན་བྱོལ་བོད་གཞུང་ནང་ལོགས་ལ་མི་རིགས་ལ་ཞེན་མགོ་ཡོད་ངེས་རྒྱལ་ཁབ་སླར་གསོ་བྱེད་ཡས་ཀྱི་སྙིང་སྟོབས་ཡོད་ངེས་དྲང་བདེན་ལ་དགའ་བོ་ཡོད་ངེས་ར་འདི་འདི་ཚོ་ཕྲན་ཅིག་ནང་ལོགས་ལ་སླེབས་དགོས་སྐོར་ར་ད་ང་དྲོ་ཅིག་ལ་ཆོལ་ཁ་ག་རེ་ཡིན་ཆོལ་ཁ་ག་རེ་ལ་ར་ད་ད་ད་ཅི། ཞང་དུ་སྡོད་དུ་མེད་ལ་ནི་ལའི་མེ་དང་དྲང་བདེན་གྱི་ཆོ་ག་ནི་ཡོང་ཡིན་ཏར། བདེན་པ་བསྐྱར་ལོག་གི་མི་ཚང་མ་ལོ་དྲང་བདེན་ཆོ་ག་ནི་ལས་སྐྱོ་རེད་ཧ་གོ་ས that means བོད་ནང་ལོག་ནས་ས་གནས་མ་འདྲ་མ་འདྲ་གི་སྐུ་ཚབ་ཡོར་ད་དྲང་བདེན་ཆོ་ག་ནང་ལོག་ལ་ར་བྱེད་ཙང་དྲང་བདེན་གྱི་ཆོ་ག་གི་སྐུ་ཚབ་མང་པོ་ཅིག་ལ་གར་ཆུ་གོ་རེད་སྤེན་པ་ཚེ་རིང་གིས་མ་སླེབས་མེད་ཀྱི་འབད་བརྩོན་བྱེད་དགོས། སྙོབ་ས་སྙོབ་ས་ལ་གཅིག་བྱས་གཞན་པ་གཏང་དགོས་ས་ལ་གཏང་རྒྱབ་ལ་ཨ། ད་བསོད་ནམས་ཨ་ནུ་ཐང་དགྲ་བོ་ཅི་ཡིན་ན་ས་རྒྱ་ག་པ་དོ། བོད་རིགས་སྤྱི་མཐུན་ཚོགས་པ་ཡུ་རོབ་ཀྱི་སྐུ་ཚབ་བྱས་ནས་ལས་སྐྱོར་ད་ཁོ་ད་ག་བ་བ་དེ་འདྲའི་ཁྱམས་ག་ལས་སྐྱོར་མ་གཏང་ཨ། སྐུ་ཚབ་བྱས་ནས་ལས་རྒྱུར་སྟབས་བདེ་འབྲེལ་བྱས་ལ་གོང་ས་མཆོག་རྗེ་བཙུན་མའི་ལའི་ཏི་ཧང་སངས་ཀྱིས་མི་སྡུག་ཅག་གདོང་འདྲེ་བྱེད་རོགས་ཨ་བསམ་བློ་ཡག་པོ་བཏང་དང་འཛོམས་པའི་བྱེད་རོགས་ཨ། གོང་ས་མཆོག་ག་རེ་ཨ། ཁྱེད་རང་གི་སྤུ་གུ་ཆུང་ཆུང་འདྲ་བོ་བྱེད་རོགས་ཨ་གོང་ས་མཆོག་དེ་ངའི་སྤུ་གུ་ལ་ཁྱེད་རང་ཐུགས་ཆུ་གི་མེད་ཅིག་ཆེ་གི་མེད་ལས་ཞིག་འདུག་ཨ། ཨ་གོང་ས་མཆོག་ཁྱེད་ཁྱོད་ཀྱི་སྤུ་གུ་རེད། ག་རེ་ལ་བོར་ཏེ། གོང་ས་མཆོག་ད་ལྟ་སུ། བོད་མི་མང་གིས་ད་ཐང་གི་སྐད་ཆ་ཅིག་བྲོ་བསྡད་འདུག་ཨ། བོད་མི་མང་གིས་མཐུན་འབྲེལ་གྱིས་རྟགས་མཚན་སྒྲོག་ཅིག་ཕྱག་ནི་དེ་བས་རང། དེ་ནང་ལོ། དེ་ལ་བྱད་ཁ་ཡོན་ངེས་རྒྱ་མི་རྐུབ་དང་སྙེ་དང། གདོང་འདྲེ་ཚུལ་ཡོན་སྐྱོག་དང། ཨ་ནི་རྒྱ་མི་མི་སེར་དགྲ་བོ་དེ་ཚོས་གོང་ས་མཆོག་མཇལ་ཁ་བཏང་གྱོད་ན། བོད་མི་མང་གི་དཔའ་བོ་བསོད་ནམས་ཨ་ནུ་དང་གོང་ས་མཆོག་མཇལ་ཁ་མ་བཏང་ཡས་དེ་རྒྱུ་མཚན་ག་རེ་རེད་ཟེར་གྱི་ར། རྒྱུ་མཚན་ཆེན་པོ་ཞེའུ་ཅིག་ཡོད་ཀྱི་ར། རྒྱུ་མཚན་མེད་པའི་ལས་ཀ་བྱེད་མ་རུང་ཡ་མེད་ན་དཔལ་འབྱོར་གྱི་ཁ་ལོ་བསྙེན་པ་ཆེན་པོ་གཅིག་རག་ཡོད་ཡ་མེད་ན་ཆབ་སྲིད་ཀྱི་ཐོག་ནས་བྱས་ལ་སྲིད་སྐྱོང་བྱེད་ཡས་ལ་སྙ་ཁ་སྙོ་ཁ་བྱེད་ཀྱི་ཡས་ལ་ནི་ས་བ་ད་ལྟ་ཡིན་ན་ཞི་ལ་ཞི་ཏོ་དེ་ཚོའི་གི་ཐོག་ནས་གཅིག་རག་ཡོད་ཡ་མེད་ན་མི་ངན་སྐྱག་པ་རུས་དེ་སྐྱོག་གི་སྤྱོད་པ་ཅིག་ཆགས་དེ་ར་དེ་ཚོ་མ་ཡིན་ན་ད་ག་ཧ་ལ་མ་ས་གོང་ས་མཆོག་ལ་མཐོང་ཆུང་ཡོད་པ་ནང་བཞིན་གོང་ས་མཆོག་མི་ཡག་ག་དེ་ཚོ་ཁྲག་ག་དེ་ཚོ་ཐུག་བཅུག་གི་མེད་ཨ། གདོང་འདྲེ་དང་རྒྱ་མི་སོག་དེ་ཚོ་ཐུག་བཅུག་གི་ཡིན་ལག་གོ་རེད་ཨ། དེ་ནང་ལོ་ཉན་པ་ལག་འབྲེལ་བྱེད་མགྱོགས་དེ་སུ་སུ་ཡིན་ན་ངས་ཧང་མེད་ཡིན་ནས་ད་ལྟའི་གི་གནས་ཚུལ་ལ་གཏུགས་ལྟ་དུས་བྱམས་པ་ལགས་སྤེན་ཚེ་ནག་པོ་དང་གཅིག། བདེ་སྲུང་ལས་ཁུངས་དང་གཉིས། སྐུ་སྒེར་ཡིག་ཚང་དང་གསུམ་ལ་ནི་བརྙན་པ་ལག་འབྲེལ་དེ་ཚོ་གསུམ་གྱིས་བྱེད་རྒྱུ་རེད་དོ། ད་ད་ལྟ་སྐད་ཆ་དེ་ཚོ་ག་ལི་ག་ལི་ཐོན་ཡོང་གི་རེད་ངེད་ཀྱི་ཆོས་རིན་པོ་མིག་རྟགས་མཁན་ཚོ་བསོད་ནམས་ཨ་ནུ་ཐང་མི་ད་ག་བར་མར་རྟགས་ཁྱོད་ཀྱི་ལས་ལའོ་རྩ་བ་ཉིད་ནས་བཞག་མར། སྤེན་པ་ཚེ་རིང་སྤྲ་བོ་ཅིག་གོ་ནས

སྤེན་པ་ཚེ་རིང་འཇོན་ཐང་ནི་ཁྱོན་ནས་མི་འདུག་ད་ཁོང་སྨྱོན་པ་མ་ཆགས་ཡི་ཆེད་དུ་སྙིང་རྗེ་གི་ཐོག་ནས་སྲིད་སྐྱོང་གི་རྐུབ་བཀྱག་དེ་ཁོ་ལ་དུས་ཚོད time pass བྱེད་དུ་རྐུབ་བཀྱག་དེ་སྤྲད་ཀྱི་ཡིན་ལ་ན་ཁྱེད་ཚོ་བོད་མི་ས་ཡ་དྲུག་གི་མི་ཚེ་ཡིན་པོ་རྩེད་མོ་རྩེད་ཁོག་ར་རྒྱལ་ཁབ་ཅིག་གི་ཁ་ལ་འཐབ་རྩོད་ལ་རྩེད་མོ་རྩེད་ཁོག་ར་དེ་འགྲིག་གི་མ་རེད་བ།

ཨ། སྲིད་སྐྱོང་གིས་དེ་ཚར་ན་ཀ་ན་ཀྲ་ལ་འགྲོ་ཡ་གི་དམིགས་ཡུལ་དང་ཚང་མ། འཆར་གཞི་ཚང་མ་ཤེས་ཚར་སོང་བ་སེམས་ཁྲལ་མ་བྱེད། ཁོ་འདྲ་བོ་བྱེད་ན་ཕན་མེད་པ་ལེགས་གི་རེད་ཀ་ན་ཀྲ་གཞུང་དེ་ཡག་པོ་ཡོད། མི་འཇོན་ཏང་མི་སྐྱོ་དེ་འདྲས་ཡིན་དྲན་ལེ་ལེ་གཞུང་གིས་སྙིང་རྗེ་བཏང་ནས་ཁོ་ལ་སྤོ་བའི་མ་ནི་སྤྲད་ནས་ཁོ་མི་མི་ཚེ་གང་ཚར་ཟ་ཡ་བཏུང་ཡ་ཡོད་སྐྱོ་བྱེད་ནས་བཞག་གོ་རེད་རོ་སྤེན་པ་ཚིག་ལ་སྙིང་རྗེ་བཏང་ནས་སྲིད་སྐྱོང་གི་རྐུབ་བཀྱག་རྩ་ཆེན་པོ་དེ་མ་བྲལ་བྱེད་ལ་ཡིན་པ་ལས་ཀ་གཞན་པ་འདྲ་མ་འདྲ་འདུག་བ་ད་བཙན་བྱོལ་བོད་གཞུང་ནང་ལ་བོད་གཞུང་ལ་ཞབས་ཕྱི་ཞུ་གི་ཡིན་ལ་ནི་ཐ་སྙད་ཅིག་ཡོད་ར་ཞབས་ཕྱི་ཞུ་གི་ཡིན་ལ་ནི Service ལ་གོ། Voluntary Service ལ་གོ། སྲིད་སྐྱོང་གི་ལས་ཀ་དེ་ཞབས་ཕྱི་མར་བཏགས་ཁྱེད་ཚོ་རྐུབ་བཀྱག་དང་བརླག་གི་ཆེད་དུ་རེད་ར། ཨ་ནི Monthly གི་བརླག་དེ་དེ་ཀུམ་ཟིན་པ་ཡིན་ན་ཨ་ནི་དེ་གི་ཟུར་ལ

ར། རྐུབ་བཀྱག་བཙན་བྱོལ་བོད་གཞུང་གི་སྲིད་སྐྱོང་གི་རྐུབ་བཀྱག་དེ་ལ་མི་ཡག་པོ་བྱིན་ལེན་དགོས་གོ། གང་འཇུག་མ་འཇུག་དེ་འདྲའི་ལས་ཡོད་མ་རེད་གཞོན་པ། ཨ་ནི་འོན་ཏེ་གི། སྟབས་ད་ལྟ་མགོ་བཙུགས་དུས་ཙམ་པ་ལ་རྗེས་ལ་ཟིན་ཉེ་ལམ་པ་ལ་ཞུ་ཡས་ཏེ། མགོ་བཙུགས་དུས་ང་ངེད་ཀྱི་སྐད་ཆ་དོན་གོ་ཡས་དེ་དེ་རེད་ད་ད། ཁར་ས། ད་ལྟ་བོད་པའི་གི་ཐ་སྙད་ཀྱི་ཐོག་ནས་གསར་ཁང་གསར་སྐྱོད་རེད། རྒྱུན་རིང་གསར་སྐྱོད་ཡིན་ན་ཅིག་གི་མིང་ཅིག་གི་ཐོག་ནས་ཨ་ནི་བསོད་ནམས་ཨ་ནུ་ཐང་གི་མིང་དེ་བོད་ནས་གནས་ཚུལ་ལོག་པ་དེ་འདྲ་བཀྲམས་ནས་བསྡད་ཤག་དེ་ག་རེ་བཀྲམས་དགོས་རེད། ཨ་ནི། ས་མ་ནུ་དང་རྒྱ་གར་གསང་བ་ནས་ཀུན་གྱིས་བརྒྱུད་པ་དང་དེ་འབྲེལ་གྱི་སྐོར་ལ་གནས་ཚུལ་ལོག་པ་དེ་འདྲས་བཀྲམས་ཏེ་ཞར་བྱོན་པ་འདི་བདེན་པར་རྩ་བ་ཉིད་ནས་མ་རེད་ཟེར་བ། ད་དེ་ཡིས་ད་ལྟ་བཀྲམས་ཉེས་ཀྱི་ད་ལྟ་ཚོགས་པ་འདི་བཏོན་ཡོད་མ་རེད་གུ་གལ་ནང་བཏོན་ཡོད་མ་རེད་ཚོགས་པ་ག་བ་ལས་ཡོད་མ་རེད་ཚོགས་པ་དེབ་སྐྱེལ་མ་བྱས་ཡོད་ཚོགས་པར་ད་ཡིན་ཡང་དེ་དེ་རྒྱབ་དེ་ད་ནང་ཚོགས་པ་དེ་རེད་ཟེར་བ། ད་ཡིན་ནས་དེ་འདྲས་བཀྲམས་ཉེས་ཀྱི་ཤུ་གུ་དེ

བ་མོའི་རྩ་ཡོད་རྒྱུ་ཞིག་དང་དེ་ཡིན་སྲིད་ཀྱི་རེད། གཅིག་བྱས་ན་ད་ལྟ་ཨ་རི་ལ་དེ་གཉིས་ཀྱི་ཁྱི་མོ་ཤར་པ་ཁྱི་མོ་ཆུ་སྐྱིད་ལ་ཉེ་ཞུ་བ་དེ་ཡིན་སྲིད་ཀྱི་རེད་ཧ་གོ་ཡོད་མ་གཏང། དེ་ད་ནག་ཚང་གི་རྐུབ་དང་གཉིས་གཡོག་པོ་མང་པོ་ཅིག་ཛམྦུ་ལི་གངས་རྩ་ལ་ཁྱབ་ནས་བསྡད་ཡོད་ར། ཡིན་ན་ཡང་ད་ལྟ་ཡི་གེ་དེ་དེའི་མགོ་སྐོར་དང

དེ་བཞིན་སྨོན་ལམ་མཐའ་ཅན་ལགས་ཀྱིས་གཉའ་ག་ཉོ་ག་ཁྱེད་ཚོའི་གི་ཟོལ་གྱོ་དེ་ལ་ཁྱེད་ཚོ་དཔང་རྟགས་མེད་ནས་ཁྱེད་ཚོ་ཤོར་ཟེར་བ་ཁོ་ཚོ་གཉིས་ད་བ་ཕུན་སྐྱིད་དང་དེ་ཡིག་གི་ཉན་པ་ལག་སྤྲད་བྱེད་ཉེ་དེ་སུ་ལས་གོ་ར་དེ་དུས་དེ་ཡིག་གི་རྗེས་ལ་ད་ལྟ་བཙན་བྱོལ་བོད་གཞུང་གི་སྤྱི་འཐུས་གྲོས་ཚོགས་འཚོ་བའི་གི་སྐབས་སུ་ཨ་ནི་དར་ནག་གི་སྤོར་ཏོ་མོར་ཏོ་དེ་ཚོ་སྐད་འབོད་རྒྱག་ག་ཡོང་ངེས་དེ་ལ་ཨ་ནི་ཆོག་མཆན་སྤྲད་ཉེ་དེ་དེ་སུ་ལས་གོ་ར་ཉན་པ་ལག་སྤྲད།

བླ་ཁོ་བླ་མ་དེ་འདྲས་ནི་མ་རེད་བྱམས་དང་སྙིང་རྗེ་སྐྱེ་བ་ཕྱི་མ་ལ་ནི་བཞག་གིར་བསམ་གི་འདུག་བས་ཡུང་མར་བཏགས། ཨ་ད། ཁྱེད་རང་ཚོ་འགྲིག་སོང་ར། ད་ཁྱེད་ཚོ་ལྟད་མོ་ལྟ་ནས་བསྡད་ཨ། ཨ་ནི། ད་ད་ད་མཐའ་མ་དེ་ཞོལ་དེའི་སྤེན་པ་ཚེ་རིང་དགོན་ནས་སྲིད་སྐྱོང་ལ་སླེབས་བཅོས་ཁོ་རེ་ཡོད་མ་རེད་ཟེར། ད་གཞན་པ་སུ་སླེབས་རྒྱུ་ཡོད་ནས་ང་འགྲོ་གི་ཅིག་སྙེ་མ་གི་སྲིད་སྐྱོང་ཡོད་དུས་ད་ཕྱི་མ་གབ་སོ་ཡི་ཕྱི་ཐོ་བྱེད་མེད། ད་ད་ཡི་སུ་སླེབས་ཀྱི་ཡོད་རེད་ཆེ་སུ་ལ་རྒྱབ་སྐྱོར་བྱེད་དགོས་ར་ཡི་དེ་ལས་ཕྱི་ཐོ་བྱས་མེད། ཡིན་ནས། སྤེན་པ་ཚེ་རིང་མགོ་ནས་སླེབས་མ་བཅུག་ལ་ཨེ་ཏེ་ལ་ཕྱི་དོ་བྱས། སྲིད་སྐྱོང་སུ་ལ་སླེབས་དགོས་འདུག་ལ་ནི་ཚེ་བརྟན་ཆོས་དོན་ལ་ཆ་རྐྱེན་འདི་ག་རང་ག་རི་གོང་རེད། ལྷག་བསམ་རྣམ་དག་ཐོག་ནས་བོད་རང་དབང་རང་བཙན་སླར་གསོ་བྱེད་ཡས་ཀྱི་ལས་ཀ་ཅིག་སྤེལ་གྱི་ཡིན་ལ་ནི་འབོ་དྲ་འདི་ཁྱེར་ནས་ཡོང་ན་ཨ་ནི་རྒྱབ་སྐྱོར་མཐའ་གཅིག་ཏུ་བྱེད་ཀྱི་ཡིན་གཞན་པ་ང་བྱེད་དོ་བྱས་མེད་ཁྱེད་རང་ཚོ་སུ་ཕེ་ནས་ཕེ་རོགས་གནང་ཡག་པོ་བྱེད་ན་རྗེས་སུ་ཡི་རང་བྱེད་ཡས་ཡིན་ཡག་པོ་མ་བྱེད་ན་ཕེ་རེ་རྒྱག་ཡིན་ད་འོན་ཏེ་ཞོན་ཡིན།

བོད་པའི་གི་སྨན་གི་ཐོག་ནས་རེད་དོ། ཟ་ཡ་བཏུང་ཡ་དེ་ཚོ་ཚང་མ་ལོ་དྲང་མོ་མ་ཡིན་པ། གྲོང་པོ། བྱུང་ན་ཚ་པོ་རེད་དོ་ད་ལྟ་དགུན་ཁ་ལ། སུབ་འདྲ་བོ་བྱེད་ང་ཚོ་དེང་སང་རུས་ཐང་དེ་ནས་མང་པོ་བཏུང་གི་ཡོད་རྐང་རྡེག་གི་ཤ་དང་རུ་གོ་ཡོད་ཀྱོ་དེ་ཚོ་ནམ་རྒྱུན་རག་མི་འདུག་ལེ་ལའོ་ད་ལྟ་རྐང་རྡེག་གི་ཚད་ཁ་འགྲོ་གི་ཡོད། ནི་རུས་ཐང་དཔེ་ཡག་པོ་བཟོས་ཀྱི་ཡོད་ར། ནི་རུས་ཐང་དེ་ནང་ལོགས་ལ་ཅིག་ཚེ་དང་བཀྲ་མ་འདྲ་བྱས་ནས་ད། གྲོ་གོ་ལ་ཡག་པོ་ཡོང་བའི་ཆེད་དུ་ཁ་ལག་ཁྲོམ་པོ་ཆུ་སྐྱོན་མང་པོ་ཤོ་གས་ལང་བ་དག་ཅིག་བྱ་ཡོད་ར་ཆ་སྔ་མོ་ལགས་མེ་ད་ཆ་སྨན་ཆ་བཀྲ་མ་འདྲ་ང་ཚོ་མེ་ཏོག་དང་ལོ་མ་དང་བཀྲ་མ་འདྲ་གི་ཆ་སུ་སུ་དོ་ན་བྱེད་ནི་འགྲུ་ཉོས་གོ་ས་ལ་ཉོས་བྱེད་ནི་གཏོང་གི་དེ་འདྲི་རང་གཏོང་གི་ཡོད་བ་བྱེད་ཙང་ཟས་ཟས་ཀྱི་ཐོག་ནས་འདུག་ཕྱིན་ཆད་རེ་ཤ་སེམས་ནི།

བསྟན་པ་ཀྱི་ཆེད་དུ་དཔེ་གལ་ཆེན་པོ་རེད་བཤད་པ་མི་རིགས་ཀྱི་ཆེད་དུ་གལ་ཆེན་པོ་རེད་ཨ་ནི་མཚམས་བཞག་གི་ཡིན་ནི་བོད་རྒྱ་ལོ་བོད་རང་བཙན་རྒྱ་ལོ་བདེན་པ་རྒྱ་ལོ་ཆོས་རྒྱུད་སྤྱི་མཐུས་རྒྱ་ལོ་བདེན་པ་ཀྱི་སྤྱི་མཐུས་རྣམ་པ་རྒྱ་ལོ་བདེན་པའི་ཆོས་ཀ་རྒྱ་ལོ་བོད་རྒྱ་ལོ།